ངོ་ཚ་དེ་རིང་ང་ཚོ་གར་བྱང་རེད་ལས་ན་ཡིག་ཐང་དང་ཉེ་དོད་ཆེ་བའི་མིང་བྱང་རེད་བ། བྱས་ན་དང་པོ་དེ་ལས་རྣམ་པ་ཚུར་ལ་ཡར་པར་རིས་འདི་འདུག་སོང་པར་དུ་བསྟུན་དགོས་དོ། ད་པར་འདི་དང་འབྲེལ་བ་ཡོད་རྒྱུག་གི་ཨའི་མིང་ག་རེ་རེད་ཤ་འོ་དེ་མ་ཅིག་གི་མ་ངོ་སྤྲོད་བྱེད་ཡ་ཡིན། ཨ་དང་པོ་དེ་ལ་པར་དང་པོ་དེ་ལ་ཡ། དྲུང་ཡིག་ས་རེད་བ་ཡིག་ཚང་ན་ལས་ཀ་བྱེད་ཡིན་དེ་ལ་ཡ་དྲུང་ཡིག་ད་ར་ད་བཀྲ་ཤིས་འབྱུང་དྲུང་ང་དྲུང་ཡ་ཀེའུ་ཡི་ག་ཡིག་དྲུང་ཡིག། གཉིས་པ་དེ་ལ་ཡིག་སྒམ་ཡིག་སྐད་ལུགས་སའི་སྒམ་དེ་ལ་ཡིག་སྒམ་ལས་རེད་བ། ཡ་གི་ཝུ་ཡིག་ག་ཡིག་ས་ག་ད་གམ་མ་གམ་ཡིག་གམ། གསུམ་པ། དེ་ལ་རྩིས་པ། ཏང་ཨར་ཡིག་ཏང་ནང་ལོགས་ལ་ལས་ཀ་བྱེད་ཡིན་གི། དངུལ་གང་རྩིས་རྒྱ་ཡིན་ཅེས་རུ་བ། རྩིས་ཁྲ་རྒྱ་ཡིན་ཅེས། ཨོ་དེ་ལ་ཡ་རྩིས་པ་ལ་གོ་རུ་བ། ར་ད་ད་ད་གི་ཝུ་རྩིས་ས་རྩིས། པ། རྩིས་པ། རྩིས་པ། རུ་བ།

འདི་ཇེ་ལ་ཡ། ད། ག་རེ། སློབ་ཡོན་ལ། སློབ་གྲྭ་ནང་ལོགས་ལ་ཨ་ནི། ཡོང་ཡ་ལ་ཨ་ནི། ད་ད་བ་ད་བ་ལ་ངུས་ཅིག་ཕུད་དགོ་རུ་བ། འདི་ལ་ཡ་ག་རེ། སློབ་ཡོན་ལ་ས་ལ་ད་ལ་ན་རུ་སློབ་པར་སློབ། ཡ་ན་རུ་ཡོན་ན་ཡོན་སློབ་ཡོན། དེ་ནས་ཡི་གེ་ཡ་གི་བུ་ཡི་ག་རིང་པོ་གི་ཡི་གེ། བསྟན་བྱེད། ལྟར། དང་པོ་དེ་ལ་དགའ་རེ་རེ་ལ་ན་སྦྱིན་བདག་ལས་རུ་བ་སྦྱིན་བདག། ས་བ་དག་བ་ཡ་དག་བྱ་ཁྱེའུ་བྱིན་ན་བྱིན་བ་བོ་དག་དགའ་དག་སྦྱིན་བདག། གཉིས་པ་འདི་ནང་ལོགས་ལ་ཚགས་པར། ཚགས་དགའ་ས་ཚགས་པར་པར་ཚགས་པར། གསར་འགྱུར་དགའ་བྱེད་ཤུགས་ཆུང་བུ་དོ་བ་འདི་ལ་ཚགས་པར་ལས་རུ་བ། གྲངས་འཆར་ནི་ན་དགའ་རེ་ཡོད་རེ་ལ་ན་དུས་དེབས།

ད་ང་ཚོ་གི་ཡིག་ཚང་དང་ཉེ་འབྲེལ་ཆེ་བའི་གི་མིང་འདི་ཙམ་ཟེར་རེད། ད་འདི་བྱེད་ལ་ཡག་ག་རེད་ལ་རྩེད་ཆས་རྩེད་མོ་རྩེད་ཡག་གི་རིགས་ཅིག་ཡོད་རེད་བ་ད་འདི་ཚོ་ལ་ཡང་མིང་ག་རེ་ལ་གོ་རེད་འདི་ཚོ་ལ་ཡང་ཐ་སྙད་ཡོད་རེད་བ་མིང་ཡོད་རེད་བ་དེ་དང་འདི་ཚོ་མིང་ག་ལ་ཡོད་དུ་བསྡད་ཅིག་ཟེར་ཨ། ད་དང་པོ་དེ་ལ་ཡང་སྤོ་ལོ་ལ་ཡོད་རེད་བ་སཱ་པཱ་ཏཱ་པཱ་ན་རོ་པོ་ལཱ་ན་རོ་ལོ་སྤོ་ལོ། སཱ་པཱ་ཏཱ་པཱ་ན་རོ་པོ་ལཱ་ན་རོ་ལོ་སྤོ་ལོ། གཉིས་པ་དེ་ལ་ཡ་བྲན་འདུར། ཨའོ་ག་ར་དང་སྦྲགས་ན་བྲན། བའོ་ས་ད་དག་ད་ཞིམ་གྱིས་དུར་ར་དུར། བྲན་འདུར། བྲན་འདུར། ཁར་དང་རུ་ཁ་གཉིས་ཀྱི་བར་དག་ལ་རྩེ་མོ་རྩེས་ནས་བྲན་འདུར་ཅིག་འདུ་བ། འདི་ལ་ཡ་བྲན་འདུར། འདི་ལ་ག་ར་རྩེ་སྤང་ལས་རུ་བ། ར་ད་ད་རྩ་རིང་པོ་རྩེ་རྟ་རྩེ། དའོ་སྤང་ང་སྤང་རྩེ་སྤང་ལ་ན། རྩེ་མོ་ད་རྩེ་མོ་རྩེ་བའི་སྐབས་སུ་ལ་ཡ་འདི་ལ་རྟ་ལྡོག་བྱེད་ངེས་ཀྱི་རུ་བ། ཨའོ་འདི་ལ་ཡ་རྩེ་སྤང་ལ་རུ་བ། འདི་དེ་ལ་ཡ་རྩེ་མོ་ལ་རྒྱལ་ཁ་ཐོབ་བས་ན། རྟགས་མ་རག་རུ་བ།

ལྷམ་བསྐོར་བ་ལ་ད་ལྷམ་མ་ལྷམ། ལ་ད་ལྷམ་མ་ལྷམ། ཨེ་ནས་གང་ཤུབ། ར་ཀ་ད་རྐང་ང་རྐང་ཤ་ཤམ་གྱི་ཤུབ་བ་ས་ཤུབ་རྐང་ཤུབ། འདི་རྗེས་ལ་དྲིལ་བརྡ། ད་ར་ད་ཁྲ་ཁྱེའུ་དྲིལ་ལ་དྲིལ་བ་བ་ར་ད་ད་ད་དྲིལ་བརྡ། དྲིལ་བརྡ་ལ་བས་ན་རྩེ་མོ་རྩེ་བའི་སྐབས་སུ་དུས་ཚོད་ཁག་འདི་དུས་ཚོད་རྫོགས་སོང་བས་ན་ཨེ་ནས་འདར་སྟངས་ཀྱི་དུ་བ་འདི་ལ་ཡ་དྲིལ་བརྡ་ལོ་དྲིལ་བརྡ་ལོ། འདི་ནས་ཨང་ཀི་ཨང་ང་ཨང་ཀ་ཀྱུ་ཀི་ཨང་ཀི་ཨང་ཀི་ལ་ནི་ད་རྩེ་མོ་རྩེ་ཚར་བའི་རྗེས་ལ་བྱ་བྱ་ག་ཚོད་ཐོབ་ཡོད་པ་དེ་ལ་ཨང་ཀི་ལ་བ་རུ་བ། དེ་དོན་ད་རིང་ང་ཚོ་གི་ད་ཡིག་ཡིག་ཚང་དང་འབྲེལ་བའི་ཉེ་འབྲེལ་ཆེ་བའི་མིང་རེད། ད་ག་ནང་བཞིན་གི་རྩེད་སྤྱད་དེ་ཉེ་འབྲེལ་ཆེ་བའི་མིང་རེད། མིང་འདི་ཚོ་རྣམ་པ་ཚོ་གི་ཚང་མའི་ཨ་ནི་ངོ་འཕྲོད་པ་ཞིག་ཧ་གོ་བ་ཞིག་གནང་རོགས་གནང་ཞུ་ཡ་ཡིན། ཨ་ནི་མིང་འདི་ཚོ་ཡག་པོ་ཧ་གོ་བས་ན་ཨ་ག་ལེར་འཇོག་ན་ང་ཚོ་ག་ལེར་ཚིག་གྲུབ་བཟོ་ཡ་གང་ཡོང་གི་རེད། ཨ་ནི་ཚིག་གྲུབ་འདི་ཡག་པོ་བཟོ་ཐུབ་པས་ན་ཨ་ནི་འདི་ཅི་ལ་ཡ་རྩོམ་ཐུང་འབྲི་ཡ་རེད་རྩོམ་ཐུང་བྱས་པས་ན་ཨ་ནི་ག་ལེ་ག་ལེ་ཡ། ད། ཡག་པོ་ཆགས་འདུག་རེད་བ། འོ་འདུག་སེམས་ནས་རེད་བ། ད་དང་པོ་ང་ཚོའི་གཞི་རྩ་གཙོ་བོ་དེ་དང་པོ་གཟིམ་ས་དེ། མི་ཡུལ་དེ་ང་ཚོ་མིང་གང་བྱེད། ཨ་མིང་དེ་ཚར་ཚར་བའི་བྱེད་ལ་ཨ་ནི། བྱ་ཚིག་བྱེད། ཨ་ནི་ཁྱི་ཚིག་བྱེད། ཨ་ནི་ཚིག་སྒྲོས་བྱེད་དེ་ལ་སོགས་མང་པོ་བྱེད་རེད་བ། ད་འདུག་ཚེ་རིང་པོ་མ་ག་ཚོད་འགྲོ་འདུག་འདུག་རེད། བྱས་ཙང་ད་རེས་ང་ཚོ་བྱང་དགོས་གཙོ་བོ་མི་ཡུལ་གཙོ་བོ་དེ་ག་རེད་ན་མིང་ཚིག་དེ་ཚོ་རེད་མིང་ཚིག་དེ་ཚོ་ཡག་པོ་ངེས་བ་བྱེད་དགོས་རེད། དེ་ཚོ་ངེས་བ་བྱེད་མིན་ཨ་ནི་བྱེད་ལ་ཕན་འདོག་རེད་བ། འོ་ལགས་སོ་ཨ་ནི་དག་རང་ཡིན་ག་དེ་ནི་ཆེས་དོ་ཆེ་ན།